ལྷན་རྒྱས་སྐུ་ཁམས་བཟང། ད་རིང་ལེ་ཚན་འདིའི་ནང་ལ་ཡ་སོག་དང་རྐྱེན་གྱི་ཡི་གེ་གསུང་ཡ་དེ་ཞུ་གི་ཡིན་ཕྱི་དང་དེ་རིང་གི་ལེ་ཚན་དེ་བྱོལ་བང་གི་ལེ་ཚན་མཐའ་མ་དེ་ཆགས་བསྡད་ཡོད་ཨ་དེ་ཡང་སོག་དང་ཡི་གེ་རྐྱེན་ཞུ་གི་ཡིན་ཐོག་མ་སོག་གི་ཡི་གེ་ནི་དབྱངས་ཤིག་དང་ཚེག་ཡིན། རང་ཅག་བོད་ཀྱི་ཡི་གེ་འདི་ཉིད་མི་རིགས་གཞན་གྱི་སྐད་དང་མི་འདྲ་བར་ཚད་ཀྱིས་བཅོས་དགོས་ལ། ཚད་ཀྱིས་དཔྱད་ནས་ཡི་གེ་བྲིས་པ་འདི་བོད་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཡིན་གསུངས་ན་ག་རེ་གསུངས་པར་ཟེར་ན་ད་ངས་དུས་སུ་བྲིས་བཞག་ཡོད་སྤྱི་དང། སྲོག་གི་ཡི་གེ་ནི་དབྱངས་ཤིག་དང་ཚད་ཡིན་ཟེར་ན་སྲོག་གི་ཡི་གེ་དེ་ག་རེ་རེད་ཟེར་ན། བོད་ཡི་གེའི་ནང་ན་ཡང་དབྱངས་ཤིག་དང་ཚད་ཡིན་གསུངས་པ་རེད། དེ་ནས་རང་ཅག་བོད་ཀྱི་མི་རིགས་སྐད་དེ་ཨ་ནི་རྒྱ་ཁབ་གཞན་གྱི་སྐད་དང་མི་འདྲ་བར་ཨ་ནི་ཡི་གེ་དེ་ཚེག་བར་གྱི་སྤྱོད་དགོས་ཀྱི་ཡོད། ཚེག་གི་སྤྱད་ནས་ཡི་གེ་བྲི་བ་དེ་བོད་ཀྱི་ཐུང་མ་ཡིན་པའི་ཁྱད་ཆོས་ཡིན་ད་ཚེག་གི་བྲིས་ནས་ཡི་གེ་བྲི་ཡ་དེ་བོད་རང་ལ་མ་གཏོགས་དཔེར་ན་དབྱིན་ཇིའི་ཡི་གེ་སོགས་འདྲའོ། རྒྱ་གར་གྱི་ཧིན་དིའི་ཡི་གེ་སོགས་འདྲའོ་ད་ནི་རྒྱ་མིའི་ཡི་གེ་སོགས་འདྲའོ་ཚུར་འདི་ཚེག་མི་འདུག་ག་ད་ཁོ་རང་རང་གི་མི་རིགས་ཁོ་རང་གི་གོམས་གཤིས་དང་སྐད་དང་ཡི་གེ་གཉིས་ཕ་ཉེ་བོ་བྱས་བྱས། ཧ་གོ་གི་ཡོད་པའི་སོང་ཚ་རང་བཞིན་གྱི་བར་ཚེགས་མེད་པའི་ནི་མེད་པའི་གང་ནི་ཀློག་ཐུག་གི་འདུག་ད་བོད་ཀྱི་ཡི་གེ་རྣམས་མ་ཡིན་པར་ཚེགས་ཡོད་པ་རེད་ཚེགས་མེད་ན་ཨ་ནི་ཡི་གེ་ཀློག་མི་བདེ་བ་ལྟ་བུ་ཡོད་ཙང་ཚེགས་ཀྱི་བར་དུ་བཅོས་ནས་ཀློག་དགོས་པ་དེ་བོད་ཀྱི་ཐུགས་མ་ཡིན་པའི་ཆོས་ཅིག་ཡིན་གསུངས་པ་རེད་གལ་ཏེ་ཚེགས་ཀྱིས་མ་བཅོས་ན་སྔོན་རྗེས་སོགས་ཀྱི་དོན་རྟོགས་མི་ཐུབ་པ།

ད་ག་ཏྲིང་ག་ཏྲིང་པོ་ཁེ་ཨ་ད་ཆུ་དུ་ན་འདུག་ར་ང་ལ་དེ་ལྟ་བུ་ལ་ཚེགས་མི་འདུག་ཚེགས་མེད་ན་ད་དེ་ལོག་ཤེས་ཀྱི་མི་འདུག་ཨོ་དེ་ལྟ་བུ་རེད་གསུངས་པ་ད་འདིའི་ནང་ནས་ཡ་དངོས་མཇུག་ག་གི་ཡིན་རྗེས་མཇུག་ག་གི་ཡིན་འདི་ཧ་གོ་མི་འདུག་གསུངས་པ་རེད་ཁྱེད་ཚང་ཚེགས་ཡོད་པ་ཡིན་ན་ལོག་བསྡད་པ་ཡོད་པ་དང་དེ་ཡང་བོད་ཀྱི་ཐུ་མོ་མ་ཡིན་པའི་ཁྱོད་ཅི་ཡིན་གསུངས་པ་རེད། དེ་ནས་རྐྱེན་གྱི་ཡི་གེ་ནི། ག་རེ་རེད་ཟེར་ན། ཡིག་མགོ་དང་ཤེས་གཉིས་ཡིན་གསུངས་པ་རེད། ཡིག་མགོ་དང་ཤེས་ཀྱི་རྐྱེན་ལ་བརྟེན་ནས་ཡི་གེའི་སྟེང་འོག་བར་གསུམ་ཆ་ཚང་བར་འོང་བའི་རྒྱུ་མཚན་དེ་གཉིས་ཀྱི་ཕྱི་ན་རྐྱེན་གྱི་ཡི་གེ་ཞེས་བྱ། ད་རྐྱེན་གྱི་ཡི་གེ་རྐྱེན་གྱི་ཡི་གེ་གསུང་དགོས་པའི་རྒྱུ་མཚན་ག་རེ་ཟེར་ན་ཡིག་མགོ་དང་ཤེས་གཉིས་ལ་ཡ། ཡིག་མགོ་དང་སྤྱི་དང་ཡི་གེ་ཁོ་རང་ད་འདི་རུ་བ། དབྱངས་དང་ས་བཅད་གཉིས་རུ་བ། ད་དེ་དེ་ཡི་མགོ་བཏང་ཤེས་དེ་ཡི་གེ་ཁོ་རང་མ་རེད་དེ་ཡིན་ན་དོར་ཡི་གེ་རྐྱེན་འཕྲད་པར་བྱེད་པའི་ཡི་གེ་རྐྱེན་རེད་བྱས་ཙང། ད་ཡི་མགོ་ཡི་མགོ་ཡི་གེ་ཆ་ཚང་ཅིག་ཡོང་པར་བྱས་པ་ལ་མགོ་ལས་མཐོང་བ་ཡི་མགོ་ཅིག་བྲིས་ཀྱི་རུ་བ་དེ་ནས་བར་མཚམས་བཞག་པར་བྱས་པ་ལ་ཤེས་ཅིག་བྲིས་ཀྱི་རུ་བ་དེ་ཆ་ཚང་ཡོང་པ་ལ་བལྟས་ན་ནི་ཡི་གེ་ཆ་ཚང་ཡོང་གི་ཡོད་ཙང་དེ་ལ་རྐྱེན་གྱི་ཡི་གེ་ཟེར་ནས་གསུང་གི་ཡོད། ལྟ་འདི་ཡིག་མགོ་དང། ཤད་ཀྱི་རྐྱེན་བྱུང་བ་ལ་བརྟེན་ནས་ཡི་གེ་ཡོང་གི་ཡོད་ས་དེ་ལ་རྐྱེན་ཅན་གསུངས་པ་རེད་གསུངས། ད་དེ་ནས་ཐོག་མར་ཡིག་མགོའི་སྐོར་དེ་ཞུ་གི་ཡིན། ཡིག་མགོའི་མིང་གི་རྣམ་གྲངས་ལ། དྭངས་སྐྱོག། དབུ་རྒྱུད་ཅེས་ཀྱང་བརྗོད། དཔེར་ན་ང་ཚོས་སྤྱི་བཏང་ང་ཚོས་ཕལ་ཆེ་བའི་གསུང་དོན་ལ་ཡ་ཡིག་མགོ་ཟེར་ནས་གསུང་གི་རུ་བ། ད་དེ་མིན་པའི་ང་ཚོས། ཡང་དེ་ལ་ཡིག་མགོ་ལ་དྭངས་སྐྱོག་ཡང་གསུང་གི་རེད། དབུ་ཁྱུད་ཡང་གསུང་གི་རེད་ད་དཔེར་ན་ང་ཚོ་དབུ་མེད་ལྟ་བུ་ཡིན་ན་ཡིན་གོ། ལ་གིར་བ་ད་མིན་པའི་དབུ་ཅན་དུ་ལྟ་བུ་ཡིན་ན་དང་མགྱོགས་དབུ་ཁྱུད་ད་དེ་ལ་ཨོ་དེ་འདྲས་གསུང་གི་རེད་ད། ད་དེ་ནས་དབུ་ཁྱུད་འདི་བྲིས་སྟངས་ག་འདྲས་ཟེར་ན་གཞུང་ཆེན་མོས་ཐོགས་མེད་ཡིན་སྐོར་ག་འདྲས་ཡོད་རེད་ཟེར་ན་ཨ་ནི་རྒྱ་བོད་བཀའ་དང་བསྟན་བཅོས་ད་ག་འདྲ་བྱས་ན་གཞུང་ཆེན་པོ་རྣམས་ཀྱི་དབུ་ལ་ཡང་དེ་འདྲས་འདུག་ཡིན་གོ་གསུམ་འདུག། དེ་མ་ཡིན་པའི་མཐའ་ལས་མཚན་ཆེན་མོ་རྣམས་སུ་དཔེར་ན་ལེའུ་གཅིག་རྫོགས། ལེའུ་སྟེ་ཡང། ལེའུ་དང་པོ་གཉིས་པ་གསུམ་པ་ལས་ཀྱི་རུ་བ་དེའི་སྐབས་སུ་ཡང་དེ་འདྲའི་དབུ་ཁྱུད་གཉིས་དེ་རུ་འདུག་ད་དཔེ་ཆ་ཉུང་ཉུང་སུ་ཤོང་རྒྱ་གཅིག་གཉིས་གསུམ་སོགས་པ་དེ་འདྲས་ཡིན་པ་ཡིན་ན་ཆོས་ཚན་ཉུང་ངུ་དག་ལ་ཨ་ནི་མགོ་ལ་ཡང་དབུ་ཁྱུདའམ་དང་རྒྱུའམ་ཡིག་མགོ་གཅིག་དེ་འདྲས་ཡོང་གི་འདུག། ད་དེ་ནས་ངས་གནའ་སྔ་མོའི་རྒྱལ་བའི་བཀའ་བསྟན་དང་ད་ཏུན་ཧོང་དང་ཞང་ཞུང་དགག་པའི་བྱ་བ་དེ་འདྲས་བྱས་སོང་འདི་ངས་མ་དེ་ལྷན་རྒྱས་རྣམ་པར་ཕྱི་ལམ་དུ་བུ་ལམ་ཞུས་ཡོད་སྟེགས་བལྟས་ཅིག་ཟིན་རོགས་གནང་ད་རྒྱལ་བའི་བཀའ་དང་ཞང་ཞུང་དང་ཨ་ནི་ཏུན་ཧོང་གི་ཡི་གེར་གསལ་བའི་ཡིན་གོ། དཔེར་ན་དེའི་ཐོག་མ་དེ། ཡི་གེ་དང་པོ་དེ་རྒྱ་གར་སྐད་དུ་སིང་བྷའི་སོ་བ། ལྷག་པའི་ལྷ་སིང་བྷའི་སོ་བ་དེ་ལ་ཡིག་མགོ་གསུམ་འདུག་ག། དང་ན་བཞིན་ལྟ་སྟེ། ཡིག་མགོ་གཅིག་འདུག་བ་སྟེ། ཡིག་མགོ་གསུམ་འདུག་བ་གཉིས་པ་སྟེ། ཨ་དེ། འཇམ་དབྱངས་ལ་བསྟོད་པ་སོང་བ་སྟེ་ཡིག་མགོ་གསུམ་འདུག་བ། དེ་སྨན་པས་ད་འོ་ཨ་དེ་ཡིག་གསུ་བ་སྟེ་ཡིག་མགོ་གཅིག། ད་དེ་ཆོས་ཚན་ཉུང་ཉུང་ཞང་ཞུང་སྐད་དུ་སོང་ཆོས་ཆ་ཉུང་ཉུང། སོང་ཙང་དེ་ཡིག་མགོ་གཅིག་མ་ཞིག་མི་འདུག་བ། འོ་དེ་འདྲའི། གནའ་སྔ་མོའི་དཔེ་ཆ་དེ་འདྲ་འདུག། ད་དེ་ནས་ཚེག་ལ་ཡང་གཅིག་དང་ང་རང་ཚོ་ནམ་རྒྱུན་ད་མཐོང་བཞིན་པ་དེ་ཚེག་གཅིག་མ་ཞེས་འོག་མར་བ་དཔེར་ན་ཡི་གེ་གང་འདྲ་ཞིག་བྲིས་པ་ན་བར་ཚེག་དེ་ཚེག་བར་བཅད་དེ་ཚེག་བར་གཅིག་མ་ཞེས་འོག་མ་འདུག་བ། གནའ་སྔ་མོའི་དཔེ་ཆ་ནང་ལ་ཡང་ཚེག་བར་གཉིས་བྱས་པ་གཉིས་འོག་འདུག་བ་སྟེང་འོག་གཉིས་སུ་གཉིས་བྱས་པ་ཅི། ད་དེ། དང་པོ་དེའི་ཚེག་བར་གཅིག་ཡིན་པ་དེ་ལ་ཡིག་ཁྱིམ་གསུང་གི་འདུག་བ། ཚེག་བར་གཉིས་ཡོད་པ་དེ་ལ་མིང་ཁྱིམ་གསུང་གི་འདུག་བ། ད་དེ་ནས་མིང་ཁྱིམ་དེའི་དེང་སང་བྲིས་སོ། ཡོད་མ་རེད་ད་འདི་ངའི་གནའ་སྔ་མོའི་ཏུན་ཧོང་གི་ཡི་གེ་རྣམས་སུ་ས་ཡང་ཀེ་སར་ཚེས་གཉིས་པ་ནས་མེད་པར་བྱས་སོང་བ་དེ་སྔ་མ་སྔ་མས་ད་འདི་ཡི་གེ་རྙིང་པ་སྐབས་ལ་འདི་འདྲའི་བྲིས་སོ་བྲིས་སོ་ཡོད་པ་རེད་ད་དེ་ནས་ཀེ་སར་ཚེས་གཉིས་པ་ནས་བྱས་ད་ད་མེད་པར་བྱས་ནས་ད་མིའི་བརྗོད་པ་དང་ཡི་གེ་ཉེ་དུ་ཕྱིན་ཨ་ནི་བློ་ཤེས་འདས་པ་དང། ཨ་ནི་ཧ་གོ་བའི་རྐྱེན་གྱིས་ཨ་ནི། ཚིག་གཉིས་ཅན་འམ་མིང་མཁྱེན་གསུང་ཡ་དེ་མེད་པར་བྱས་པ་རེད། ཁྱེད་རང་དེང་སང་ད་ཚིག་གཅིག་མ་གཅིག་བྲིས་གནང་བར་གང་ལྟར་ཚིག་གཉིས་ཡོད་འདི་ལ་མིང་མཁྱེན་གསུང་བ་རེད་ཚིག་གཅིག་ལ་ཡིག་མཁྱེན། ཨོ་འདས་གཅིག་ཚིག་དང་འདི། ཏུན་ཧོང་སྐབས་ཀྱི་ཡི་གེ་རེད་འདི། ཏུན་ཧོང་སྐབས་ཀྱི་ཡི་གེ་འདི། དཔེར་ན་མིང་མཁྱེན་དང་ཡིག་མཁྱེན་གཉིས་གང་འདྲ་མཁྱེན་གྱི་རེད་ཟེར་ན། ད་དེ་ཚིག་གཅིག་ཡོད་ས་དེ་ཡིག་མཁྱེན་རེད་ཚིག་གཉིས་ཡོད་པ་དེ་མིང་མཁྱེན་རེད།

དེ་ནས་ཤད་ཀྱི་སྐོར་དུ་ཞུ་གི་ཡིན་དེ་ལ་ཐོག་མར་གཅིག་ཤད་ཟེར་སོང་ལ་ཤད་གཅིག། ཤད་གཅིག་དེ་ག་བ་ཐོབ་གི་རེད་ཟེར་ན་ཇོ་ཕང་ལས། ལྷུག་གི་དོན་མང་མིང་ཙམ་དང་དོན་འབྲིང་ཆེ་དང་དོན་ཉུང་རྫོགས། འོ་འདི་རེད། ལྷུག་གི་དོན་མང་ཟེར་ན་དོན་མ་རིང་པོ་ཞིག་མ་གཏོགས་ཚིག་ལྷུག་མ་རིང་པོ་ཞིག་རྫོགས་དཔེར་ན་བཅོམ་ལྡན་འདས་མ་ཤེས་རབ་ཀྱི་བར་དུ་ཕྱིན་པའི་སྙིང་པོ་གསུངས་པ་ན་དོན་མང་པོ་ཞིག་མ་རྫོགས་པ། དོན་འབྲིང་འབྲིང་རྫོགས་པ་དོན་འབྲིང་ཟེར་ན་དེ་ལས་ཉུང་རྫོགས་བྱས། དཔེར་ན། བམ་པོ་གཅིག་གོ་གསུངས་པ་དང། ད་དོན་ཉུང་ངུ་རྫོགས་པ་དེ་ལས་ཉུང་ཙམ་དཔེར་ན་ཞུ་བདེ་གསུངས་ཡང་སོགས་དྲང། འོ་དེ་ལྟ་བུ་ལ་ཡང། ཡོད་པ་ཡིན་ན། ཤེས་གཅིག་སྐྱོན་དགུ་ཡོད་གསུངས་པ་རེད། དཔེར་ན་རྒྱ་གར་སྐད་དུ་ཤེས་གཅིག་ཏུ། བ་ག་བ་ཏི་པ་ཉྱ་པ་ར་མི་ཏི་སི་ཏཱ་ཡ་ཤེས་གཅིག་ཏུ། བོད་སྐད་དུ་ཤེས་གཅིག། བཅོམ་ལྡན་འདས་མ་ཤཱ་ར་ཡ་བྷར་བྱོན་པའི་སྙིང་པོ་ཤེས་གཅིག་བམ་པོ་གཅིག་གོ་ཤེས་གཅིག། འོ་དེ་ལྟ་བུ་ཤེས་གཅིག་སྐྱོན་དགུ་རེད་གསུངས་པ་རེད། ཆིག་ཤེས་ཀྱི་ཐོབ་ཐང་འདི་བྱས། དག་ན་ཤིང་གི་དག་དེ་ནས་གཉིས་པ་སྟེ། ཇོ་བང་ལས་ཚིགས་བཅད་ག་དར་ཆིག་ཤད་བྱ་འང་གསུངས་པར་བ། འདི། དེ་ལ་ཡང་ག་དར་ཆིག་ཤད་བྱ་གསུངས་པ། ད། ཚིགས་བཅད་ཡིན་པ་གང་ཞིག་ལ་གང་སྲིད་ག་དག་བསྟན་དུ་འགྱོད་ན་དེ་ལ་ཤད་གཉིས་རྒྱག་མི་རུང་སྤྱི་དང། ཚིགས་བཅད་པ་ཡིན་ན། ཤད་གཉིས་ཡིན་དགོས་རེད་དེ་གང་སྲིད། ཚིགས་སུ་ཚིག་རྐང་གཅིག་གི་མཐའ་མར་དེ་འདྲ་བ། ཚིགས་བཅད་གཅིག་གི་མཐའ་མ་ལ་ཨ་ནི་ག་ད་ལྟའི་འདུག་གསུངས་ན་བདེ་གཤེགས་གཅིག་སྐྱོན་གསུང་གི་ཡོད་རེད། དེ་ཤེས་རབ་བསྟན་པའི་ཉེས་པ་དག་ཤེས་གཅིག་དོགས་པ། གལ་སྲིད་ག་མེད་ན་ཤེས་གཉིས་ཡོང་གི་རུ་བག་ལ་ད་ག་ན་ཤི་འཇིག་རྟེན་འདིར་ཡང་ག་ལ་བརྟག་གསུངས་པ་དེ་ཤེས་གཅིག་ཅེས། སྒྲུབ་ལ་གཞན་འགའ་འདུས་པའི་ཕྱོགས་གསུང་བས་འདུག་ཤེས་གཅིག་སྐྱོན་གོ་རེ་གསུངས་པ་ལྟར་ཚིགས་སུ་བཅད་པའི་མཐའ་ལྡན་འདུག་ག་ཡོད་ན་ཤེས་གཅིག་སྐྱོན་གོ་རེ། ད་དེ་ནས་ཉིན་ཤས་སྐོར་བཞུགས་ཡིན། རྫོགས་ཚིག་མཐའ་ཅན་ལྷུག་པ་དང་ཚིག་རྗེས་གང་ལྟར་ཉིན་ཤས་ཐོབ། རྫོགས་ཚིག་མཐའ་ཅན་ལྷུག་པ་དང་ཟེར་ན་ཚིག་རིང་པོ་ཞིག་མ་རྫོགས་པ་དང་དག་སྣ་ཤིང་གི་ཚིགས་སུ་བཅད་པ་དག་ཚིགས་སུ་བཅད་པ་རེ་རེ་རེ་རེ་ཚིག་རྐང་རེ་རེ་རེ་གང་དག་ཡིན་ན་ཤས་གཉིས་ཐོབ་ཀྱི་རེད་གསུངས་པ་རེད་དཔེར་ན་དེ་རྫོགས་ཚིག་མཐའ་ཅན་ལྷུག་པར་དཔེ་བརྗོད་བཞག་པས་ན་ཤེས་རབ་ཀྱི་ཕར་དུ་ཕྱིན་པའི་མན་ངག་གི་བསྟན་བཅོས་ནི་རྗེ་བཙུན་བྱམས་པ་དཀོན་པས་མཛད་པའོ། རྫོགས་ཚེ་ད་ཕྱིན་ཅི་ལོག་སོང་བ་འདི་འདི་ལྟ་བུ་ཡོད་ན་ཤེས་གཉིས་སྐྱོན་གོ་རེད། དེ་ནས་ད། ཚིག་གཅིག་གང་དང་ཉིད་ཤེས་ཐོབ་ཚུལ་དང་ཉིད་ཤེས་དེ་དཔེར་ན། ཤེས་ཐོབ་ཚུལ་དེ་དཔེར་ན། ད། ཚིགས་སུ་བཅད་པའི་གང་ལྟར་དཔེར་ན་ཤེས་པས་སྲིད་ལ་མི་གནས་ཤིང་སྙིང་རྗེས་གཞི་ལ་མི་གནས་དང། ཐ་མ་ཡིན་པས་རིངས་པ་དང། ཐབས་ཀྱིས་རིང་བ་མ་ཡིན་ཉིད་གསུང་དུ་བ་དད་ནས་ཚིག་བརྩོད་པ་གཅིག་གཅིག་གཅིག་ཏུ་བ་ཚང་མ་ལོག་ལ་དེ་ཚིག་གང་གཅིག་རྫོགས་ཐབས་ནས་ཤེས་གཉིས་ཡང་སྙིང་རྗེ་ཞེས་ལ་མི་གནས་དང་ཤེས་གཉིས་ཐ་མ་ཡིན་པས་རིང་བ་དང་ཤེས་གཉིས་ཐབས་ཀྱིས་རིང་བ་མ་ཡིན་ཉིད་ཤེས་གཉིས་དང་འོག་འདུག་སྐྱོན་དགུ་རེ་གསུངས་པ་རེད། ད་དེ་ནས་ཤེས་བཞིའི་སྐོར་དུ་ཞུགས་པ་ཡིན། དོན་ཆེན་ཆེན་མོ་རྫོགས་པ་དང་ལེའུའི་མཚམས་སུ་བཞི་བཤད་དགོས། ཞེས་པའི་དོན་ཏེ་དོན་ཆེན་མོ་རྫོགས་པ་དོན་དཔེ་ཆ་ཚང་གཞུང་ཆ་ཚང་ཅན་རྫོགས་པ་དང་གཅིག་ཅན་ཡང་ལིའུ་ལིའུ་རྫོགས་པའི་མཚམས་སུ་ཤེས་བཞི་སྐྱོན་དགུ་རེ་གསུངས་པ་རེད། དཔེར་ན་དོན་ཆེན་ཆེན་མོ་རྫོགས་པ་ལ་དཔེ་བརྗོད་ཞུས་པ་ཡིན་ན། ཤེས་རབ་ཀྱིས་ཕར་དུ་ཕྱིན་པའི་མན་ངག་གི་སྟོན་ཆོས་མངོན་པར་རྟོགས་པའི་རྒྱན་ཅན་བྱ་བ་རྗེ་བཙུན་བྱམས་པ་སྒོམ་པས་མཛད་པ་རྫོགས་སོ། དོན་ཆེན་མོ་ཆ་ཚང་རྫོགས་སོང་བ་དངོས་ཟླ་རྫོགས་པའི་མཚམས་ཏེ་ཞུ་དགུ་སྟེ་ཤེས་གཉིས། གཉིས་བྱས་ནས་བཞི་སྐྱོན་དགུ་རེ་གདུགས་སུ་རྒྱ་མཚོ་ཡོད་ལ་ཤེས་གཉིས་ལོ་ག་ཞག་གཉིས་ལོ་ག་ཞག་གདུགས་སུ་སྐྱོན་སོ་དགུ་ག་དབང་གདུགས་སུ་སྐྱོན་དགུ་རེ་གསུངས་པ།

དེ་ནས་ཤེས་གསུམ་སྐྱོན་སྣང་དེ་ཞུ་གི་ཡིན་ཤེས་གསུམ་དེ་ག་བ་ཀྱག་གོ་རེད་ཟེར་ན། དཔེར་ན་དེ་གཞུང་ཆ་ཚང་གཅིག་དཔེར་ན་རྫོགས་པ་ཡིན་ན་རྫོགས་ཚར་བའི་ཞུ་གུ་དེ་མཐའ་རྟེན་དུ་ག་སླེབས་སོང་ན་ཨ་དེའི་ཞུ་གུ་ལ་ཤེས་བཞི་མ་ཕྱི་ད་ང་ཚོས་དོན་ཆེན་ཆེན་མོ་རྫོགས་པ་དང་ལེའུ་ཡི་ཚོམས་ཆེན་ཤེས་སྐྱོན་གོ་རེད་བ་ཡིན་ན་ཡང་དེ་མཐའ་རྟེན་ལ་ག་སླེབས་འདུག་ཟེར་ནས་ག་ཡོད་པའི་རྒྱུ་མཚན་གྱིས་དེ་ཤེས་གསུམ་མ་ཞིག་ཐོབ་དགོས་མ་རེད་ག་ཡ། ག་ལྟར་ཆིག་བཤད་ག་ལྟར་ཚིགས་བཅད་ག་ལྟར་ཆིག་བཤད་བྱ་གསུང་བར་བ་ག་ཡེ་ཞུ་གུ་ལ། བཤད་ཐོག་གུ་ཡོ་མར་ཆེ་ཚང་དེ་ཨ་ནི་འདུག་བྱས་ནས། དཔེར་ན་དེ་འདི་སྐབས་སུ་བོར་བ་དེ་ངས། འཇམ་མགོན་བླ་མས་ལེགས་པར་བཤད་པའི་རིན་པོ་ཆེ་གཏེར་གྱི་ལུང་ཇི་མ་དྲང་བཞག་ཡོད། དཔེར་ན་ལེགས་པར་བཤད་པའི་རིན་པོ་ཆེ་གཏེར་བཤད་ཆུབ་སྟོན་མཆོད་ཡུལ་བྱང་ཕྱོགས་ཀྱི་འགྱོད་ཁ་བ་ལྗོངས་བྱང་ཆུབ་སྙིང་པོ་རྡོ་རྗེ་གདན་ལས་དཔག་ཚད་བརྒྱར་བགྲོད་པའི་གནས་གཙང་ལ་དེ་དྲུང་པ་དཔའ་འདི། ས་སྐྱེས་གཙུག་ལག་ཁང་གནས་པ་འཇམ་པའི་དབྱངས་ཀྱི་ཐུགས་ཀྱི་འོད་ཟེར་གྱི། བློ་ཡི་པད་མོས་གཟི་འོད་བསྐྲུན། ཅུང་ཟད་ཁ་ཕྱེ་བའི་སྒྲ་དང་ཚེར་མ་དང་སྙན་ངག་དང་སྡེབ་སྦྱོར་ཚིག་གི་རྒྱན་དང་བདེ་བར་གཤགས་པའི་གསུང་རབ་ཀྱི་དོན་ཡོངས་སུ་གྲགས་པ་ཕག་མོ་ཆེ་འཐོལ་ཞིང་ལྟོ་ནི་ཁོང་དུ་ཆུད་ཅིང། འདྲིས་པར་བྱས་པའི་ལུང་དང་རིགས་པ་དང་མན་ངག་གི་གནད་ཕྱི་ཅི་མ་ལོག་པར་བློ་གྲོས་ཀྱི་སྣང་བ་ཐོབ་པ། འཆད་པ་དང་རྩོམ་པ་དང་རྩོད་པ་ལ་སོགས་པའི་ཚུལ་ལ་སྤོབས་པ་དགེ་བ་ཅན་ཤཱཀྱའི་དགེ་སློང་རིག་པར་སྨྲ་བ་ཀུན་དགའ་རྒྱ་མཚན་བྱ་རྒོད་བླ་མའི་གསུང་སྐོར།

ད་དེ་ནས་རིན་ཆེན་སྤུངས་ཤེས་སོང་ཞུ་བའི་སྤྱི་རྟགས་རིན་ཆེན་སྤུངས་ཤེས་སོང་ཡས་ཏཱ། གནའ་སྔ་མོའི་དཔེ་ཆ་དག་ལ། བྲིས་ཀྱི་འདུག་ཨ་ཏཱའི་བྲིས་སྲོལ་ཡོད་རེད་ལ་ཆེས་ད་མང་ཆེ་དེང་སང་ད་ཀམ་པུའུ་ཏར་བེད་སྤྱོད་བཏང་གནང་གི་ཡོད་པ་སོང་ཙང་ཀམ་པུའུ་ཏར་ལ་བྲིས་མི་བདེ་ཡོད་པ་གི་ཕན་ཆེ་ད་དཔེ་ཆའི་ནང་ལ་ཡང་དེ་འདྲའི་རིན་ཆེན་སྤུངས་ཤེས་སྦྱར་མ་སོང་ཡིན་ན་ཕྱག་གི་བྲིས་པའི་ཡི་གེ་གང་ཞིག་མང་ཆེ་ལ་རིན་ཆེན་སྤུངས་ཤེས་མཇལ་གྱི་འདུག། ད་ཡང་ཡིན་ན་ཡང་སྐད་འབོད་ཁྲོད་དཔེ་ཆ་ཁ་ཤས་ནང་ལ་ཡ་རིན་ཆེན་སྤུངས་ཞེས་མཇལ་གྱི་འདུག་ད་དེང་སང་ཕལ་ཆེར་རིན་ཆེན་སྤུངས་ཞེས་མཐོང་མ་སོང། ཁྲི་ཐར་རིན་ཆེན་སྤུངས་ཞེས་གསུང་ཡས་དེ་ཡི་གེ་པ་མ་བྲིས་རེད་བ། མ་བྲིས་དེ་བྲིས་ནས་ཡིག་དར་དང་པོ་བྲིས་ནས་ཡིག་དར་གཉིས་པ་དེ་འགོག་དེ་ཡི་གེ་རྐང་གཅིག་ལ་ལྷག་མ་སོང་ན་དེ་ནས་འདི་རིན་ཆེན་སྤུངས་ཞེས་དེ་བསྐྱོན་འགོག་གི་ཡོད་རེད། དཔེར་ན་དེ། མངོན་རྟོགས་རྒྱན་གྱི་ལུང་བཞིན་མར་དྲངས་བཞག་ཡོད། སྦྱིན་པ་ལ་སོགས་རེ་རེས་ཀྱང་ཟག་མེད་ཆོས་ཀུན་འདུས་པའི་ཕྱིར། ཐུབ་དབྱིངས་སྐད་ཅིག་གཅིག་པ་ཡིད་གསུང་རྡོ་ཁ་དེ། ཡིག་དར་གཉིས་པའི་མགོ་དེ། ཚིག་རྐང་དང་པོས་ཡིག་དར། ཚིག་རྐང་གཅིག་དེ་ལས་སོང་བ་དེ་དུས་འདི་འདྲའི་ལས་པ་ཡིན་ན་ཏེ་དེ་རིན་ཆེན་སྤུངས་ཤིང་སྐྱོན་གོ་ཡོད། ད་ག་ན་ཤིང་གིས་ཏེ། ཡི་དྭགས་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་བ་དེ་སྲིད་དང། འཛིན་པ་མི་སྤོང་ཕྱིར་དང་ནི། རྟེན་གྱི་བསེ་རུ་ལྟ་བུའི་ལམ་ཡང་དག་བསྡུས་པར་ཤེས་པར་བྱ། ཡང་དག་བསྡུས་པར་ཤེས་པར་བྱ། ཚིག་གང། ཡང་དག་བསྡུས་པར་ཤེས་པར་བྱ་ཞེས་པའི་ཚིགས་སུ་བཅད་པ་དེ་བྱ་སྟེ་ཡི་དྭགས་གཉིས་པ་ལྷག་ཏུ་བ། ཚིག་གང་ཅིའི་ལྷག་བསྡུས་སུ་ནི་དེའི་རིན་ཆེན་སྤོང་ཞིང་སྐྱོན་འགོག་གོ། འོག་ཏུ་ཟིན་བྲིས་སྤུངས་བཤད་འདི་འདྲ་ཟེར་ད་མ་དེང་སང་མང་ཆེ་སྐྱོན་མི་འདུག་སྤྱི་དང། མ་ཤེས་ཁོ་རང་མང་ཆེ་སྐྱོན་བཞག་གནང་གི་འདུག་སྤྱི་དང་སྐྱོན་དང་འདི་འདྲ་རེད། དེ་ནས་ང་ཡིག་མ་གཏོགས་ཡིག་ཤེས་བར་ཚེགས་མེད་དེ་སོ་ཞིག་ཏུ་སྦས་གསུང་གི་དོན་གང་ཡིན་ཞེ་ན། ད་ཚིག་རྫོགས་སམ་ཤེས་དང་ངའི་བར་ན་ནི་ཚེགས་ངེས་པར་ཐོབ་ཀྱི་ཡོད་གསུངས་པ་རེད་དཔེར་ན། ང་དང་ཤེས་གཉིས་ཀྱི་བར་ན་ཚེགས་ཐོབ་ཚུལ། སྦྱངས་པ་ཡང་དག་སྡོམ་ལྡན་དང་གཟི་ང་འདུག་པ་ང་དང་ཤེས་གཉིས་པར་འཚེག་འདུག་པ་བསླབ་པ་ཡོངས་སུ་མི་གཏོང་དང་འདོད་པ་རྣམས་ལ་སྨོད་པ་དང་མྱ་ངན་འདས་དང་བཟློག་ཀུན་གཏོང་མི་ཞུམ་པ་དང་ལྟ་བ་མེད་འོ་འདི་ན་ཤེས་བྱས་ནི་གང་ཞིག་ཡི་གེ་རྫོགས་མཚམས་ལས་ཤེས། ཞེས་སླེབས་པ་ཡིན་ན་དེའི་གོང་ལ་ང་ཡོད་པ་ཡིན་ན་དེ། ཚེགས་སྐྱོན་གོ་རེད། འདི་ཚེགས་མ་བརྒྱབ་པའི་ད་སྔས་མ་སྔོན་མའི་ཡི་གེ་བྲིས་ཚོ་ལ་ད་ལག་པས་བྲིས་ས་ནས། ཚེགས་མེད་ན་དཔའ་དང་ནོར་གུ་ཡོད་ས་རེད་དཔའ་དང་མ་ནོར་བའི་ནོར་བ་དེ་ཕ་བསད་པའི་ཆེད་དུ། ང་སྐྱོན་གོ་གི་ཡོད། གལ་ཏེ་དབུ་ཅན་བྲིས་སྐབས་སུ་རྫོགས་ཚིག། ཚིག། རྫོགས་མཚམས་སུ་ང་བྱུང་ཚེ་ང་དང་ཤེས་གཉིས་ཀྱི་བར་ཚེག་ཐོབ་པ་ལས་གཞན་མ་ན་མི་ཐོབ་གཞན་ག་རེ་ན་ཐོབ་ཁོག་པོ་མི་འདུག། ན་རེ། དབུ་མེད་དང་འབྲུ་ཚ་དང་རྒྱུའི་ག་རེ་ན་ཚང་མ་ལ་ཤེས་ཚེག་གིས་མགུ་རུ་བག་ལ། ང་ཚོས་ཚེག་དུང་ཟིག་རུ་བག་ད་དབུ་ཅན་སྐབས་ལ་ཚེག་གསུམ་གུ་རུ་བག། ཨོ་དེ་ནས་མཇུག་བསྡུ་བའི་སྐབས་སུ་སྔར་ས་བཅད། ཞུས་པའི་སྐབས་སུ་ངེས་ཀླད་ཀྱི་དོན་གཞུང་གི་དོན་མཇུག་གི་དོན་ས་བཅད་གསུམ་དུ་བཀྲ་ཡོད་ད་དེ་ནས་ཀླད་ཀྱི་དོན་ཟིན། མཇུག་གི་གཞུང་གི་དོན་ཟིན། ད་དེ་ནས་ཐ་མ། མཇུག་གི་དོན་ཡིན་མཇུག་གི་དོན་ཇི་ལྟར་ཡིན་ཞེ་ན། ཚིག་གི་ལོ་མས་མ་བསྒྲིབས་ཤིང་དོན་གྱི་འབྲས་བུ་གཡུར་ཟ་བའི་ཡེ་ཤེས་ལྗོན་པའི་དབང་པོ་འདི་དབྱངས་ཅན་གྲུབ་པའི་མདོ་རྒྱས་པས་གསུངས་ཡས་དེ་རེད། དེ་ནས་རྩོམ་པ་པོས་འཇུག་གཏམ་ཞུ་མཁན་ཡིན་སྨྲས་པ། གནམ་བདག་རྒྱ་ཆེན་རིག་པའི་གནས་དག་ལ། ལེགས་པར་མ་བྱང་རྨོངས་པའི་ཕོ་ཚོད་ཀྱིས་བརྩམས་པར་བྱ་བའི་ངག་གི་ཁུར་ཁྱེར་ཏེ། གོ་ལའི་ངག་གིས་མཚུར་དེ་ཅུང་ཟད་བཀྲལ། འདི་ན་འཁྲུལ་པའི་ཉེས་པ་ཅི་མཆིས་པ། གཟུར་གནས་མཁས་པའི་ཚོགས་ཀྱི་སྤྱན་སྔར་བཤགས། འདིར་འབད་དགེ་བར་མར་གྱུར་སེམས་ཅན་ཀུན། བདེ་གཤེགས་རྒྱལ་པོའི་གླིང་དུ་ཕྱིན་གྱུར་ཅིག། ཅེས་པ་འདི་ནི་བཤེས་གཉེན་དམ་པའི་གསུང་ལས་གདམས་ངག་ཟབ་མོ་ཅུང་ཟད་ཐོས་པ། ཀླུ་སྒྲུབ་རྒྱ་མཚོས་སྦྱར་བ། ཀུན་ལ་ཕན་ཐོགས་པར་གྱུར་ཅིག། འོ་ལགས་སོ།